ལྷག་པར་བོད་ནང་ལ་ཡང་ང་ཚོས་ད་ཅིག་སྤུན་ཟླ་ག་ད་ང་ཚོ་ཕ་མེས་ཀྱི་ད་ག་ད་མི་རབས་ཆད་སའི་ད་ག་ད་བོད་མི་རིགས་འདི་འདི་བོད་ནང་ལོག་ལ་ང་ད་དཀའ་ངལ་འཕྲད་ནས་བསྡད་དེ་ཡོད་རེད། དེའི་དེ་གི་དཀའ་ངལ་དེ་འདྲ་ཅིག་གི་འོག་ལ་ཡང་རེ་བ་ནམ་ཡང་མ་སྟོང་བྱས་བྱས་བསྡད་དེ་གི་འདུག་ག། དེའི་རེ་བ་རྒྱ་ཡག་གི་མི། རྒྱུ་རྐྱེན་གཙོ་བོ་ད་ང་རང་ཚོའི་བདེན་དོན་དེ་རེད་དེ། རྒྱུ་མཚན་ཆ་ཤས་གཅིག་ལ་བུད་མེད་བཙན་བྱོལ་བ་མང་པོ་ཅིག་འཛམ་བུ་ནས་ཕྱི་ལོག་ལས་ཡ། བུད་མེད་ཚབ་བྱས་བྱས། བུད་མེད་མི་དགོས་བཅས་ནས་བསྡད་ཡོད་བསམ་པ་ཅིག་ལོག་ལས་ཡ། ཅང་བྱས། ཨེ་ནི་སེམས་ཤུགས་དེ་བསྟན་བསྡད་ཀྱི་ཡོད་རེད་ད་དེ་འདྲ་ཡིན་དུས་ང་ཚོ་བོད་པ་སྨན་རི་ངོ་རེ། འཇིང་པའི་སྒང་ལས་ང་ཚོ་ལས་འགན་ཡོད་ད། དེ་སོང་ང། ཁྱེད་རང་ཚོ་དེ་སྐད་ན་འདྲ་རེད་ཡ་སོ་སོ་ཅིག་ད་ཁང་པར་བྱེད་བྱེད་མོ་ཏོར་བྱེད་བྱེད་ཨེ་ནི་ཅིག་འདར་རེ་འདར་རེ་ཅིག་གླ་ཕོག་དེ་རིགས་ཡག་པོར་བྱེད་པའི་ཁ་ཐུག་ལ་ཨེ་ནི་བོད་ཟས་དེ་པེ་ཏིང་ཅིག་ཤི་བྱེད་བསྡད་ན་མ་རབ་རེད་ད་དེ་འདྲ་བྱེད་གི་མ་རེད་ལ་ད་དེ་བསམ་བློ་གཏོང་རྒྱུ་ཡང་མ་རེད་ང་ཚོ་བོད་པ་ཡིན་བསམ་པ་དེ་ག་དུས་ཡིན་ནས་མ་བྱེད་བྱེད་དགོས་རེད། ཁྱེད་རང་ཚོ་བོད་ན་བོད་ནས་ཚུར་གཉེན་འཕྲད་ཡོང་ངེས་དེ་འདྲའི་ཁྱེད་རང་ཚོ་དར་ཐུག་ཡག་ཡོང་གི་རེད། བདེ་སྐྱིད་བདེ་སྐྱིད་བོད་རེད་ཡ། བཀྲ་ཤིས་པ་ཅི་དང་ལོ་ལེགས་པ་ཅིག་ཡག་པོ་བྱོས་ཡོད་ཟེར་ནི་བཤད་ཡ་མི་འདུག་ག། ད་མི་མི་སྟེ་ལུག་ཅིག་ན་སོ་སོའི་ཁྱིམ་ཚང་ནང་ལོག་ལ་ད་ཟ་དྲག་གི་དཀའ་ངལ་མེད་ཅིག་ཐ་ནས་ཨེ་ནི་ཕྱོགས་ར་བཤད་བྱས་ད་ཡག་པོ་ཡོད་ཟེར་གི་འདུག་ཡོད་མདོག་ཁ་པོ་རེད་མ་གཏོགས་ཅིག་བོད་སྤྱི་ཡོངས་ཀྱི་གནས་ཚུལ་ཏོག་ཙམ་ཞིག་མཐོང་ཐོས་ཡོད་བསྡད་མཁན་གྱི་དོ་སྣང་བྱེད་མཁན་གྱི་མི་སྦྱིན་པ་ཡིན་ན་བོད་གནས་ཚུལ་ཡོང་མཁན་ཚང་མ་ལོག་ཁ་གཅིག་སྒྲ་དང་དཀའ་ངལ་འོག་ལ་བསྡད་ཡོད་ཞེས་ནི་ཚང་མས་བཤད་བསྡད་ཀྱི་འདུག་ས་དེ་འདྲས་ཞིག་ད་ང་ཚོ་ཚོ་ཞིག་སྔོན་ནས་རེ་བ་ཞིག་བརྒྱབ་ལན་འགན་ཅིག་བཅོལ་བྱས་ཡོད་པ་ཡིན་དུས་ང་རང་ཚོ་བོད་མི་མེ་རི་ངོ་རེ་འཇིག་འབེལ་སྒང་ལ་ཡ་འགན་ཅིག་ཡོད་བསྡད་པ་དེ་ཚང་མས་མ་འཇབ་ཆགས་བ་རེད།